ཡིན་ན་ཡང་ཟླ་གཅིག་གྲ་སྒྲིག་བྱས་ནས་སླེ་འོང་ནས་སྐུ་གེ་དྲུང་ཆེ་རེ་ཟུང་ཅིག་གི་ཨ་མི་གེ་སླེ་འོང་དུས་ཙང་པ་དཀའ་ལས་མང་པོ་སྤྲད་གསུང། རྒྱ་གར་གཞུང་གི་རྒྱ་གར་མངའ་སྡེའི་གཞུང་གི་ནང་སྲིད་བློན་ཆེན་ཡག་ད་ནི་ཡ་མཇལ་ཁ་ཞུ་འོང་དུས་ཙང་པ་ཡིག་ཐོག་ནས་ཁེལ་ཤོག་ལབ་བ་གསུང་པ་ནང་སྲིད་ལས་ཁུངས་རྒྱ་གར་རིན་པོ་ཆེ་ལྷན་རྒྱས་ལས་མཇལ་ཁ་ཞུ་དུས་ཙང་པ་རྒྱབ་ནས་ཕར་ལྐུག་ཅག་འཐེན་ཡ་ལབ་སོགས་པ་དཀའ་ངལ་རིམ་པ་འཕྲད་སྲིད་ལགས་ཀི་འདུག་ད་ཡང་ངའི་བདེ་སྲུང་དྲུང་ཆེ་རེ་ཟུང་ལ་བ་ཡིན་ན་མང་པོ་ཅིག་ལ་གོ་སྲིད་ཀྱི་རེད། ཨ་ནི་དེ་མིང་འདི་དག་དཔའ་འདེ་ཚོགས་ཚོགས་བཅས་ཅིག་བཏོན་ཆོག་པ་བཅས་ཡང་ཡག་པོ་ཡོང་ས་མ་རེད། ཨ་ནི་ང་ཚོ་དྲུང་ཆེ་ཚེ་བརྟན་བསང་འབྲུག་ལགས་ཀྱིས་ཨ་ནི་རྦད་དེ་ཅིག་གྲ་སྒྲིག་དངོས་ལ་ཡོང་ནས་དཀའ་ངལ་ཞིབ་སྤྲད་སྲིད་ས། ཅིག་བཀྲ་ཤིས་ལྷུན་པོ་ལ་ཡིན་ན་རེད། རྒྱུ་མའི་གྲྭ་ཚང་ལ་ཡིན་ན་རེད་ག་བ་འགྲོ་ན་ཅིག་མཛད་རིང་སྒྲིག་སྟངས་དང་དེ་ཚོ་དཀའ་ངལ་ཞིབ་སྤྲད་སྲིད། མ་འོངས་པ་ལ་ཨ་ནི་དྲུང་ཆེ་ནས་མང་པོ་འདུག་མི་དེ་ཚོ་རིགས་དེ་ཨ་ནི།

བས་སོང་ན། ང་ཚོ་བོད་མིའི་སྒྲིག་འཛིག་གིས་པར་བ་དེའི་ཕི་ཀི་ལ་ད་པར་རྒྱག་ལེ་ཞེས་ནས་ཕོ་གསར་ཆུང་ཆུང་ཟིག་གསར་བ་ཡིན་ཟེར་གོང། ཁོ་བོས་ཕི་ཀི་ལ་པར་རྒྱག་ལེ་དེ་ཚང་མ་ལ་ཁོ་པར་དེ་མ་འཐེན་ཅིག་མ་རྒྱུག་ལ་ཅིག་དེ་འདྲ་རུ་མ་གཏང་འདྲ་ཅིག་སོ་སོའི་རོལ་ན་དེ་ཁ་བཏོད་ལ་བར་བ་ཁོ་རང་ཤེས་ཡོང་ཁྱེད་རང་ཁྱོད་རང་ཡག་པོ་རེད་ཁྱོད་རང་ལས་བྱེད། བོད་མིའི་སྒྲིག་འཛིག་གི་ལས་བྱེད་རེད་ཉམ་ཆུང་ཆུང་ཅིག་གོ་ཡག་པོ་རེད་ཡིན་པ་ན་ཁྱོད་རང་འདིས་བོད་མིའི་སྒྲིག་འཛུག་གི་ཚབ་བྱེད་ནས་ཕྱི་དྲིལ་ལས་ཁུངས་པར་རྒྱག་ལེ་དེ་དེ་ཁྱོད་རང་གི་ཕ། དྭངས་གཙང་འབྲེལ་བའི་དྲུང་ཆེ་དེ་ནི་ཕར་བཞུགས་དགོས་རེད་ཟེར་ན་བོད་མི་སྤྲིན་ཚོགས་ཀྱི་པར་བརྒྱག་ནས་གལ་ཆེན་པོ་དེ་ནི་དུ་བཞུགས་དགོས་རེད། དེ་བཞུགས་དགོས་ཏེ་ཁོ་རང་ཚོས་བརྗོད་བྱུང། ཨང་དེས་མ་ཚད། ད་ལྟ་ན་གནད་དོན་གཅིག། གཅིག་དེ་རེད་ད་ལྟ་རྒྱུས་མེད་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་ལ་ད་ལྟ་དེ་བརྟན་བཞུགས་ཕུལ་དུ་འཚམས་པ་ལ་ཡང་ད་ག་གནད་དོན་དེ་དུ་བྱུང་སོང་ས་ནི། ད་ལྟ་ཧུན་སོག་གི་ས་ནི་འགོ་འཛིན་དེ་དུ་སུ་གཅིག། གཅིག་བྱས་ན་ཁོ་རང་གི་བང་རམ་སྒྲིག་སྟངས་གཅིག་འདུག་ད་ཁོ་རང་ཡང་མཇལ་ཁ་བྱས་དུ་སུ་ཡི་གེ་ཕྱག་ཚད་ཅིག་ཡ་ཅིག་འགྲོལ་ཡ་གི་གི་བང་འགྲོ་གྲིག་ཙམ་པ་ལ་ནི་རྒྱ་ལོག་ནི་མ་འཐེན་ཡིན་འདི་བྱེད་ཟེར་བ་ལྟར་གྲིག་ངོ་ནི་བྱས་ན་མི་རྒྱ་ལོག་བཏགས་ན་མི་མང་པོ་ཞིག་བཏགས་ན། དེ་ཅིག་གདོང་ཡོད་འགྲོ་ཞིག་མ་བདེ་བ་ཞིག་ཡང་དེ་བྱས་ནས་རང་ཅག་བཏང་ཟེར་བ་གོ་བཏང་ངོ་ནི་བྱས་ན་མ་བཏང་གི་མིན་ན་དང་པོ་ནི་མ་འཐེན་མ་བཏང་མ་བཏང་གོ་ར་ཡང་སྐར་མ་ཁ་ཤས་ཅིག་ལ་ཡང་རྒྱ་ཡ་བཏང་འདྲ་བྱེད་ཚོ་དེ་ཚོ་ངོ་ནི་ཅིག་མཐོང་ལམ་ལ་ཡག་པོ་མི་འདུག་ནི་མ་འོངས་པ་ལ་དེ་ཚོ་ག་ན་ངེས་བར་དུ་དགོངས་པ་བཞེས་རོགས་ཅེས་དེ་ཞུས་བ་དང། དུ་ཆེ། ད་ལྟ་སྐུ་རུ་ཞག་རོགས་ཀྱིས་འཛུགས་ཀྱི་བརྩི་གི་ཡོད་དེ་བདེན་པ་བདེན་ཆ་ནི་ངས་དེ་ལ་རྒྱབ་སྐྱོར་ཞུ་གི་ཡིན་ཞུས་བ་ཡིན། གང་ཡིན་ཟེར་ན། མང་ཚོགས་ལ་དཀའ་ངལ་ཤོས་སུ་སྤྲད་ཡོད་པ་མ་ཟད། ང་ཚོས་ཡང་དག་གང་བྱེད་བྱེད་བཞིན་པའི་གནས་བབ་མི་སྣ་ཡིན་ན་ཡང་དེ་འདྲའི་ཡང་སྐྱར་འགྲོ་མ་འགྲོ་བྱེད་དགོས་ཡ། འོ་དེ་རིང་ཚང་མ་ལ་ཡང་ད་ལྟ་དགུན་དུས་ཤག་རོགས་ཀྱི་རྐང་སོང་བ་དེ་ལ་རྒྱབ་སྐྱོར་ཡོད་བྱོས་ཡིན། དེ་དང། ད་རེས་བར་སྐབས་ཀྱི་ངས་ཀྱི་ཆེ་བརྒྱུད་སྐབས་བསྡུར་དེ་ལ་ཡང་དག་ང་མིང་ཐོགས་པའི་དགེ་རྒན་མི་འདུག་ནང་མི་ཚོ་ཚང་མས་སུ་སུ་མཐོང་ཆུང་ཞིབ་ཕྲ་ཅིག་བྱེད་ཀྱི་འདུག། དེ་འདྲའི་རིགས་གནང་དགོས་ན། སྙིང་རྗེ། ང་ཚོ་ལོ་ཆུང་བ་ལས་བྱེད་པའི་འཚར་ལོངས་བྱེད་དགོས་འདུག་གསོ་སྐྱོང་བྱེད་དགོས་འདུག་གསོ་སྐྱོང་དེ་འདྲའི་བྱེད་ཀྱི་རེད་པས། ཕྱར་གྲུ་མཉམ་འདེགས་བྱེད་བྱེད་དགོས་ད་དུང་འདི་བྱ་དགོས་ར་མ་གཏོགས་པའི་དེ་མཐོང་ཆུང་ཁྱད་གསོད་དང་དེ་འདྲའི་བྱེད་ཀྱི་ན་ང་སྐབས་དེར་བློ་ཕམ་ཆེ་དྲགས་བྱུང། ང་ཚོ་ང་ཚོ་ལས་འབྲེལ་བ་ཆགས་འདོད་གནས་ཚུལ་དེ་འདྲའི་ཡོད་རེད། དེ་ཚོར་ཆུན་ཆུན་རེད་གལ་ཆེན་པོ་གལ་དམའ་རེད་དེ་སྔ། འདིར་ཕོ་བྲང་གི་ཨེ་ནི་ཀུ་གེ་དྲུང་ཆེ་བཅས་ཀྱི་ཕྱག་ལས་གནང་ཕྱོགས་དང་འགན་འཁྱེར་ཕྱོགས། འབྲེལ་བ་གནང་ཕྱོགས་དང་འབྲེལ་བའི་ཐོག་ནས་ད་ལྟ་ཀུ་རེ་སྤྱི་འཐུས་ཡང་བཀའ་གནང་མཁན་རྣམས་ལ་གཉིས་གསུམ་ཞིག་གསུངས་སོང། འདི་ཚོ་ཚང་མ་ད་གི་ལན་འདེད་ཀྱི་འཐུས་པ་གནང་རོགས་བྱས་ཡ་མཁྱེན་པ་བཟོ་གི་ཡིན། ཨ་ནི། ངས་ག་ཚད་ཐུབ་ཐུབ་པ་འདི་ཚོགས་སུ་ཤོར། དགའ་འདོད་ཕོ་བྲང་ཟེར་ཡ་འདི་རྒྱང་རིན་པོ་ཆེ་གི་བླ་བྲང་དང་རྒྱང་རིན་པོ་ཆེ་དང་ཐད་ཀར་འབྲེལ་བ་ཡོད་ཅིག་ཡིན་ཙང་ངོ་ཚོ་དེ་ནས་བོད་མིའི་སྒྲིག་འཛུགས་ནས་སྐུ་ཚབ་བྱས་ནས་ད་དེ་སོང་བཀའ་བློན་གྱི་མིང་ཅིག་ཁྱེར་ནས་མཉམ་དུ་ལས་ཀ་བྱེད་གི་ཡོད་རེད་བྱས་པའི་སྐབས་དེ་ལ། ཁ་ཆེ་གཉིས་མེད་ཀྱི་གར་ཆ་ཐུབ་ཐུབ། དམའ་ས་ལ་བསྡད། གནས་ཚུལ་ཁས་ཤེས་རེ་ལྟུ་མོ་གོ་བྱུང་ན་ཞེས་ནི། དུས་རྒྱུན་དུ་ནི་ལས་ཀ་བྱེད་སྟངས་དེ་འདི་འདྲ་བྱེད་དེ་ཡོད། ངས་ཞུས་ཨེ་ཞུས་ཉོན། ང་ཨེ་ཤེས་ཐུབ་ངེས་ཅིག་དང་ཤེས་ངེས་ཅིག་དང་ཚོར་ངེས་ཅིག་ཡིན་དང་ཡིན་ན་ཡང། ཁོ། སྒྲིག་འཛུགས་ཀྱི་འགྲོ་སྟངས་དང་དེ་འདྲའི་ཐོག་ནས་ག་ཚད་ཡིན་ནའི་གལ་དེ་གནང་དགོས་ཡོད་རེད། དེ་ནང་བཞིན་གྱི། རྒྱ་གར་རིན་པོ་ཆེ་འདིས་བོད་ཆོལ་ཁ་གསུམ་ལ་ལྟ་ཅིག་གལ་སྲིད་ཅིག་དག་ཡ་ཅིག་ཡོད་ན། བོད་ཆོལ་ཁ་གསུམ་ལ། རྒྱ་གར་རིན་པོ་ཆེ་འདི་བོད་ཆོལ་ཁ་གསུམ་གྱི་ཅིག་རེད་མ་གཏོགས་གངས་ཏེ་ཕོ་བྲང་གི་ལས་བྱེད་ཚོགས་ཀྱི་དག་གི་ཡོད་པ་ཅིག་མ་རེད་ད། དགའ་ལྡན་ཕོ་བྲང་གི་ལས་བྱེད་ཚོ་དང་དྲུང་ཆེ་ཚོ་ལ་ང་ཚོས་བརྩི་བཀུར་ཞུ་ཡག་འདི། ཐམས་ཅད་མཁྱེན་པ་ཁོང་ལ་ཞབས་ཕྱི་ཞུ་ངེས་གང་ཟག་ཡིན་ཙང་ཞུ་བསྡད་ཀྱི་ཡོད་རེད། དེ་འདི་འདྲ་ལ་སྣང་འཇོག་གི་ཐོག་ནས་དེ་གས་དེ་ནས་ཁོང་རྣམ་པ་སྲུང་སྐྱོབ་དང་ཚོ་ལ་ངེས་མ་རེད་བསམ་པ་ཅིག་བཅས་དྲན་གྱི་མི་འདུག། དེ་འདྲའི་དྲ་བ་གཅིག་ང་རང་ཡིན་ནའི་རེད། ཐད་ཀར་ས་གནས་འགོ་འཛིན་དེ་འདྲས་ཀྱི་གསུང་ངན་བྱུང་སོང། པ་འདི་སྲིད་སྐྱོང་མཆོག་ཡིན་ནའི། ད་ལས་ལྷོ་ཕྱོགས་ལ། དེའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་ཆུབ་ཀྱི་ཡོད་པའི་སྐབས་ལ་ས་གནས་སོག་ཐོག་ལ་ཡོད་བའི་བྱུང་ཡོད་རེད། ང་ཚོ་ཚང་མ་གྱིས་མ་གོ་བ་མ་མཐོང་བ་ཅིག་ཆགས་མེད་ཟེར་ནས་ད་འདི་ཞུས་པ་ཡིན་ན། ཐུགས་ཀྱི་མེད་འགྲོ་བསམ་གྱི་འདུག། ཨེ། འདི་དང་འབྲེལ་བའི་རྟ་ས་ནས་འགོ་འཛིན་དང་འདུན་ཚང་མ་འཐུས་པ་བྱས་ཤག་གི་རྟ་པ་འདི་སོགས་སུ་ཤོག་དེ་རིང་འགུལ་མང་པོ་ཞུ་ཅེས་མོ་ཁོག་བྱས་ནས་རོ་ཨ་ད་དེ་གང་བྱས་དེ་རེད་བཤད། དེ་ནས།